ཨཱ་ལི་དང་བོའི་སྤྱི་རིང་འདོན། ཉེ་དུ་བྱེད། ཞལ་གཅིག་ཕྱག་གཉིས་བྱེད། དེ་ནི། བླ་མའི་རྣལ་འབྱོར་སྟོན་དགོས་རེད། བླ་མ་རྡོ་རྗེ་འཆང་གི་རྣམ་པ་ཅན་དུ་བསྐྱེད་ནས་ཐུན་དྲུག་བླ་མའི་རྣལ་འབྱོར་གྱི། འདོན་ཆས་ནང་བཞིན་བྱས་ནས་འབྲི་དགོས་ཀྱི་རེད་བླ་མའི་རྣལ་འབྱོར་སྟོན། སྤྱན་དྲངས་གཉིས་སུ་མེད་པ་གཅིག་ཕྱི་ནང་གསང་བ་སྟེ་ཁོ་ན་ཉིད་ཀྱི་མཆོད་པ་ཕུལ་མེ་འབྲས་ཕུལ། གསོལ་བ་བཏབ། བྱུང་ན་དབང་བཞི་བྱིན་རླབས་བྱེད། གསོལ་འདེབས་དེ་ལས་ཀྱི། རྩ་བདེ་བ་རླུང་འཇམ་པ་རྩ་སྐྱེས་རླུང་སྐྱེས་མེད་པ་དེ་འདྲ་གི་པའི་སོ་བ་འདྲ་པོ་བཏབ། ད་ཡིན་ན་འདོད་པ་དགུ་ཡོད་ན་འདོད་པ་རྫོགས་རིང་གཞན་པ་ཚོ་ལ་ཡོད་རེད་འདི་ན་བྲིས་ཡོད་མ་རེད། ད་འདི་གང་ལྟར་ཡིན་པའི་གསོལ་འདེབས་བྱེད། དེ་ནས་དངོས་གནས་བསྒོམས་པས་བསྐུར་དུས་རང་གི་ལུས་རྣམ་སྣང་ཆོས་བདུན་ལྡན་བྱེད། ལུས་ཀྱི་གནད། དུས་ཀྱི་གནད། ཡུལ་གྱི་གནད། གནས་བཞི། ད་འཇོན་འཇོན་ནས་ཉྭ་ལེན་རེད་ཅེས་ནི་མ་ཚང་ནི་འགྲིག་གི་རེད། ལུས་ཀྱི་ནད་ནང་ལུས་ནང་ནང་ཆུ་དེ་ཡུལ་གྱི་གནས་གཅིག་ནས་ཡང་ན་ཞོ་གས་ང་དྲུག། ཡང་ན་ཁ་ལག་ཟས་ཚར་ནས་ལྟོ་ཆས་འཇུས་ནས་ལྟོ་བ་དེ་མུ་རུ་སོང་བའི་སྒང་ལ་དགོང་དགོས་དེ་མེད་ན་དགུན་དག་མེ་ལོང་འཇུ་བའི་སྐབས་ལ་དགོང་དགོས། རྫོགས་རིང་སྒོ་མཁན་གྱིས་ཨ་ལས་ལུས་ཀྱི་རྩ་རླུང་ཆགས་ཚུལ་དུ་ཤེས་དགོས་པ་རེད། གཞི་དངོས་པོའི་གནས་ཚུལ་ཤེས་དགོས་རེད་ལང་བགྲོད་པའི་རིན་པ་ཤེས་དགོས་རེད་འབྲས་བུ་མངོན་དུ་སྤྱོད་པའི་རིན་པ་ཤེས་དགོས་རེད་དེ་ཚོ་ཡག་པོ་ཤེས་སོང་ནས་ནི་དེ་ལ་དམིགས་ནས་སྒུག་དགོས་རེད་དེ་ཏཱ་ལའི་དེ་ཚོ་བཤད་ལུང་ཡོད་མ་རེད་ཡོད་མ་རེད་དེ། བྱེད་སྟངས་ད་ག་རེ་བཟོ་གི་རེད། ལུས་གཞི་དངོས་པོའི་གནས་ཚུལ་ལུས་ཕྲ་བ་ར་བ་ཤིན་ཏུ་ཕྲ་བ་སོང་སྲིད་ལ།

ཨ་ནི་བཤད་དགོས་ཡོད་ན་རྫོགས་རིང་ཆེན་པོའི་གཞུང་ནང་ལྟར་ནི་ཡོད་རེད། རྣམ་སྣང་གི་ཆོས་བདུན་ལྡན་ཟེར་ཡ་དེ་དག་ཕལ་ཆེར་ཤིང་ཀེ་རི་བ་ལམ་རིམ་འགོ་ལས་ཡོད་རེད། ག་པར་འགྲོ་ནི་གཅིག་པ་རེད། དཀོན་པ་རྡོ་རྗེ་སྐྱིད་ལུང། དཀོན་པ་རྡོ་རྗེ་སྐྱིད་ལུང་ལྷ་ཚོ་ནང་བཞིན་འདུག་ཟེར་རེད། བས་དཀོན་པ་པའི་ཞི་དྲག་སྐྱོང་ནི་ཟུར་ལ་བ་ལྷག་མ་བཅུག་པ་བྱས། དཀོན་པ་སྐུ་འདྲ་ཚོ་ནང་བཞིན་བྱས། དེ་བྱེད་གི་ཡིན་ན་ཨ་ནི་དཀོན་པ་བླ།

ཨ་ནི་མིག་ནག་ཙིར་བལྟས། མིག་བཙུམ་ནི་དགུང་བཅུའི་ཨ་མ་རེད། ནག་གུང་བཅས་དགུང་དེ་ཡ་དེ། ལྟོ་ཕ་ད་ཅི་གི་རེད་དེ། ཨ་ནི། དེ་ངས་ཙིར་བལྟས་མཉམ་པར་བཞག་འགྲོ་དུས་མིག་བཙུམ་བཅས་སྡོད་དུས། ཡག་པོ་ཡོད་མ་རེད། མིག་འབྲས་ནི་དགུང་བཅུའི་ཨ་མ་རེད། མིག་འབྲས་ནི་དགུང་དེ་ཡ་དེ། ཕྱི་རུས་པའི་དགུང་ཡིན་མི་འདྲ། མིག་བཙུམ་དུ་དགུང་ཡ་བོན་པོ་གི་ལུགས་སུ་ཡིན་མི་འདྲ། ང་རང་ཚོ་མིག་ཟིམ་བུར་བལྟ་ནི་མིག་ཙིར་གྱིས་ཙིར་སྣ་ཙིར་ལ་ཕོག། སྣ་སྣ་ཙིར་ལྟེ་བ་ལ་ཕབ་ནི་དགུང་བོ་རེད། ལྕེ་ཀན་ལ་སྦྱར་རི་ཟེར་བ་དེ་སྦྱར་ན་ཁ་མི་གོང་བྱེད་པར་དང། ལྕེ་དང་སོ་རང་བབས་སུ་བཞག། སོ་ཡང་པས་འདུག་པས་ཤད་ཀྱིས་མ་བསྡམས་ན་སོ་སྒྲ་མ་འདྲེས་ཡང་ཁ་གདོང་མི་བདེ་བར་བྱེད་ཁོ་ར་རང་སར་རི་བཞག་གོང་ཆོད་དོ་ཡ་ད་ག་རེ་མ་བཙོང་བ་ཡིན་པ་ལ་བས་ཤད་ཡ་མ་བརྒྱབ་པར་རང་སར་རི་བཞག་གོ་ཡ་ཅི་རེད། ཁ་མ་བཙོང་ན་ནི་ཏིང་ངེ་འཛིན་རེད་ཡ་རྫས་ལྕེ་ནི་མཉམ་གནས་ཀྱི་ཏིང་ངེ་འཛིན་དེ་བ་ལས་འོང་དུས་ཡུན་རིང་པོ་བས། བཞག་བཞག་སྟེ་ཁ་ཆུ་འཛག་བསྡད་ཀྱི་ཡོད་རེད། དེ་ནས་ཕི་གེ་བཙོག་པོ་ཅིག་ཚོར་བུ་ཅིག་ཡོད་རེད། ལུས་ཀྱི་བའི་ལུས་གནད་དེ་ཡག་པོ་སངས་ཐུབ་ན་ལུས་ཀྱི་རྩ་གཙོ་བོ་ཚོས་རྩ་ཕྲན་ཚོས་གང་ག་ལོ་བས་ཡག་པོ་སངས་ནས། རྩ་ནང་རྒྱུ་བའི་རླུང་དེ་ཡག་པོ་ཅིག་བྱས། རླུང་ལས་སུ་རུང་བའི་རྐྱེན་གྱིས་སེམས་ལས་སུ་རུང། དེའི་རྐྱེན་གྱིས་ཏིང་ངེ་འཛིན་སྐྱེ་བ་ལ་ཁྱད་ཡོད་གསུང་གི་ཡོད་རེད། ངས་མ་དགེ་སློང་བསམ་གཏན་པ་གཅིག་གི་དགུང་བརྒྱ་འདས་ས་ལ་ཡ། པིའུ་གཅིག་གི་ལས་དོད་བྱས་ནས། བེའུ་དེ་ཡོང་དུས་དགེ་སློང་མཉམ་པར་བཞག་སྟེ་བཞེངས་ཀྱི་ཡོད་མ་རེད། ཨ་ཁོ་ཡང་མཚན་བེའུ་དེ་ཅི་ནི་ཞིག་མིན་འདུག་གསོན་པོ་ནི་རེད་བསམ། ཨ་ཁོ་སྣང་ཞེས་བྱེད་བེའུ་ཀའི་འདྲེ་སི་དེ་ནི། ཨ་ཁོ་སྣང་ཞེས་པའི་དེ་ནི་སང་ལོ་རང་ཁ་སྟོང་ཁ་བྱས་ཙང་ངེས་མེད་བག་ཆགས་ཡོད་བེའུ་ལ་ཏིང་ངེ་འཛིན་སྐྱེ་བ་ཡིན་ཟེར་གྱི་ཡོད་རེད་ལུག་རྒྱུད་ཅིག་ཡོད་རེད། ད་རླུང་རོ་གུ་ཕྲུགས་སུ་སེལ་ཅེས་པར་རླུང་རོ་གུ་ཕྲུགས་སུ་སེལ་བ་ལ་རླུང། རླུང་འདི་ནི་རེད་དབུགས་དེ་རེད་དབུགས་ཡར་འགྲོ་མར་འགྲོ་བྱེད་ཡ་དེ་ལ། སྒྲ་གཅན་དང་ཤུགས་གཅན་དང་སྦྱོར་བ་རིང་མཐོང་མི་མཉམ་པ་མ་ཡིན་པའོ། དེ་འདྲའི་སྐོར་དཔེར་ན་ཐང་ཆད་དེ་བལ་བུ་རླུང་དུ་འཐུ་འཐུ་བྱས་ཤུགས་ཆེན་པོ་ཡོང་དགོས་སྒྲ་དང་སྦྱར་ཤག་ཤོར་ཤོར་སེ་ཡ་ནི་བོ། དེ་འདྲའི་མེད་པར་བལ་རླུང་ཆང་ལ་བོ་དེ་བོ་བོ་བྱས་ནི་བོ་རང་ས་ར་གནས་ཆོག་གོ་ཨ་ལི་ངལ་གསོ་བྱས། ད་རང་ཡུལ་དགའ་ཞལ་གཅིག་ཕྱག་གཉིས་ཡོངས་དང་བཅས་པ་གསལ་བཏབ། ཡོད་སྐད་ཀོ་བཞིན་གོ་བ་མ་རེད་བཞིན་བཞིན་པ་རེད།

ད་རྩ་གསུམ་གསལ་བཏབ་ལུས་ཀྱི་སྐོར་རྩ་གསུམ་གསལ་མ་བཏབ་གོང་ལ་ལྟུང་ར་དགོངས་ན་ཕན་པོ་ཡོད་བ་རེད་ཡིན་གཅིག་མི་གཅིག་ལྟུང་ར་དགོངས་ཞུ་གསུངས་དེ་ཡོད་མ་རེད་དེ། ལུས་ཀྱི་ནང་ལོགས་ཕྱི་མ་གློ་བ་དེ་ཚོ་མ་ཡག་བྱས་པས། རང་ཧེ་རུ་ཀ་བྱས་ལུས་ཀྱི་ལུས་ཚང་མ་འོད་སྔོན་པོའི་རང་བཞིན་འདྲ་བོ་ཅིག་ལ་བསམ་བློ་གཏོང་ན་རྩ་གསལ་བཏབ་དུ་འཆར་བདེ་གི་རེད། དབུས་སོ་ལུས་ཀྱི་དབུས་གཞུང་ཤིང་གི་ཚུལ་དུ་རྒྱབ། གཡས་གཡོན་གཉིས་ཀྱིས་ཅིག་ཏག་ཏག་བྱས། རྒྱབ་མདུན་གཉིས་ཀྱིས་ནི་བར་རྒྱབ་ལ་ཉེ་བ་སྒལ་ཚིགས་ལ་མ་འབྱར་བརྒྱར་ཅིག་བྱས། རྩ་དབུ་མ་གྲུ་སོགས་འབྲིང་པོ་ཙམ་ཟེར། རྒྱལ་གཅིག་ཅིག་གོ་བ་ལྟར་སྨྲ་བ་བཞིན་སྣུམ་པ་སོགས་ཁྱད་ཆོས་བཞི་ལྡན་གསུང་བ་རེད། རེད་དེ་ཁྱད་ཆོས་བཞི་དམར་བ་གསུང་ཡ་ན་ནང་དམར་བ་རེད་ཕྱི་སྔོ་བ་རེད་རྩ་དབུ་མ་ཕྱི་ལོགས་སྔོན་པོ་རེད། ནང་ལོགས་དམར་པོ་རེད་ད་ལྟ་གསུང་ཐུབ་ཡ་དེ། རྒྱལ་གཅིག་ཅིག་གོ་བ་ལྟར་སྨྲ་བཞིན་སྣུམ་པ། ཏིལ་མར་གྱི་མར་མེ་ལྟར་གསལ་ཞིང་དྭངས་བ། and།
ཆུ་ཤིང་གི་སྡོང་པོ་ལྟར་གྲང་ལ་འདྲོངས་པ། དོན་དག་དམར་པོ་བའི་ལྕགས་ཁོག་ཁོག་མེད་པ་སྣུམ་ཏིང་ངེ་འདྲ་བ་གཅིག་གོ་གི་ཡོད་རེད་ནི། ལྕགས་ཀྱི་ཆུ་ཁོག་མེད་པ་གྲང་པོ། འདྲོངས་པོ། གྲང་པོ། ཆུ་ཤིང་ཟེར་བ་དེ་འདི་རེད། སྐེ་རགས་ཀྱི་སྡོང་པོ་དེ་རེད་དེ་ཐོག་མར་སྐྱེ་འོང་དུས་པའི་ཁ་དོག་དེ་ཡག་པོ་ཞིག་སྐྱེ་གི་ཡོད་ཡིན་པ་འདྲ། དཔེ་དགོས་ས་གཙང་མ་རེད་མ་གཏོགས་དེ་བསམ་བློ་གཏོང་དུ་དཔེ་ཡག་དགོངས་དེ་དགོས་མ་རེད།

ཁོ་ཚ་དུས་ཨོ་མ་ཁོ་རང་ཡང་མ་འགུགས་དེ་ནས་མ་འགུགས་ནས་མ་ཡོང་ནས་སྨན་ཚམ་སུ་སུ་བསྡད་ངེས། སྨན་ཚམ་པགས་པགས་དང་པད་འདྲ་འདྲ་བྱས་ནས་པད་དབྱི་གུང་ཧ་རི་བཅས་འདམ་བུ་བཅས་ཁྲུ་དང་པོ་འདམ་བུ་ཟིང་ངན་དེ་འདམ་རྩྭ་རེད། འདམ་རྩྭ་དེ་བཅས་བཞག་བྱས་ནས་དབྱི་གུང་འདུགས་སུ་བསྡད་གི་རེད་ན་དེའི་བཟོ་རབ་བྱས་ནས་སྨན་ཚམ་སུ་སུ་བསྡད། ཡང་གུགས་ནས་སྐྱེ་བོ་ནས་མ་རྩྭ་འགོར་གི་ཚང་ནས་མ་ཁ་རི་ཁ་ཐུག་བྱས་འདི་ནས་མ་ས་གསང་གནས་ཀྱི་རྩ་དུ་གསང་གནས་ནོར་བུའི་རྩེ། ནོར་བུའི་བུ་ག་དང་ཁ་ད་ཆད་བར་པའི་འདྲ་འདྲ་སྨྱོ་སྨྱོ་ཅན་བ་བུ་ག་ཧར་ཆད། ནོར་བུའི་རྩི་དང་ཁ་ད་ཆད་དུ་ཡོད་དེ། ད་དེའི་གཡས་སུ། རུ་མ། དམར་པོ་གཡོན་དུ་ལྕང་མ་དཀར་པོ། ད་རི་ས་ཉ་རུ་ལྕང་གཉིས་ན་རླུང་གི་ཡ་ཁོག་ནི་དག་དག་ཡོག་རེད། རླུང་འགྲོ་གི་ཡོག་རེད། དབུ་མ་ན་རླུང་འགྲོ་ས་ཡོག་མ་རེད་རྩ་འཁོར་ཁ་ཟུག་སྟེ་རུ་ལྕང་གཉིས་གི་ཕ་ཚུགས་འདུག་སི་ཀྲིས་རྒྱག་གདང་རྒྱག་ས་ཁུག་ཏུ་འགག་དེ་ཡོག་རེད། ཨ་ནི་ཡང་མ་འགག་ས་དེ་འགྲོ་གི་ཡོག་རེད། ཡང། རྩ་འཁོར་རེ་ཡོད་ས་ལ་ཁོ་གཉིས་སྤྲེའི་རི་བརྒྱར་བཞག་པ་ཡིན་ཙང་འགག་བསྡད་ཡོད་རེད། ཁོ་རང་གཉིས་ཁང་དུ་ཡོད་རེད་ད་དགོང་དུས་དེ་འདྲ་མིན་པར། རྩ་དབུ་མ་ལ་རྩ་འདོད་ཡོད་རེད་དེ་བས་གང་ནི་ཉག་ཉག་མ་བཟོ་བ་བས་ཁང་བསྡད་མཁན། རྩ་དབུ་མ་དེ་བས་ཧྲང་ཧྲོང་ཁང་དུ། རྩ་འདོད་ཁ་ཐུག་ལས་ཉག་ཉག་མེད་པ་བས་རྩ་འདོད་རྫོགས་པར་སྤྲོའི་ཚ་ལེ་འདྲ་པོ་བྱས། རུ་ཆང་གཉིས་པོ་ནང་ན་རླུང་ཡོད་རྒྱུ་ཡོད་ཡིན་པ་ལ་བས་ཁང་བསྡད་པ་མེད་པར་ཉལ་ལི་ཉུལ་ལི་ར་པོ་ཅིག་གིས། ཏུང་ཆང་ཆང་ར་པོ་ཅིག་གིས། མ་བཞར་ཀ་བཞར།

མཉམ་འདུས་ཡ། མཉམ་འདུས་ཡ། ཡོང་ནས་ས། སྣ་བུག་གཉིས་ཀྱི་ནང་ལ་ཟུག་གོ། རེ། རོ་ལྗང་སྙིང་པོ་དེ་དབུ་མ་དང་འདྲ་འདྲ་འགྲོ་ནས་ཨ་ལས་སྤྱི་བོ་རྩ་འཁོར་ཡོང་ཡ་དེ་སྤྱི་བོར། ལོགས་བརྒྱུད་དུ་ལན་གཉིས་བཀྲིས་པ་འང་སྲིད། ལན་གཉིས་གཉིས་བཀྲིས་སེ་དཔེ་ཆ་ནང་གཉིས་གཉིས་བཀྲིས་ཤག་རེད་གཅིག་ལྷག་པ་རེད། གཉིས་གཉིས་བྱས་ནས་ལན་བཞི་རེད། འདི་ལན་གཉིས་རེད། ཕ་གཅིག་ཚུགས་གཅིག། མ་བཀྲིས་ནས་འགྲིག་ཡོད་རེད་འདིར་བུ་གཉིས་ཀྱིས་བཙིར་བ་སེ་དེ་རོ་ལྗང་སྙིང་པོ་དེ། རྩྭ་མདའ་ཡོད་ས་ཁ་ཐུག་རལ་རླུང་གི་ཡར་ཁོང་ནས་སྡེར་བུ་བཅད་ཁོ་གཉིས་ཁོམ་ཡོང་ས་དེ་པར་བུར་བཙིར་ནས། སྡེར་བུ་གཉིས་ཀྱི་དབུ་མ་བཙིར་ནས་དབུགས་འབུ་ས་མེད་པར་བུ་བཅད་སང་དོང་ནས་ཕྱོགས་སོང་ནས། སྡེར་བུ། སྡེར་བུ་རིའི། སྡེར་བུ་གཉིས་པོ། རིའི་དབུ་མ་བཙིར་བའི་སྡོད་མཚམས་ནི་ཟེ་ད་དབུ་མ་བཙིར་རྩྭ་མདའ་གི་སྡོད་ནི་དྲ་དེ་ནས་དབུགས་འགྲོ་ས་མེད་ཙང་དབུགས་དེ་འགྲོ་དགོས་དུས་ཨ་ནི་དབུ་མ་ལ།

དེ་རེ་རེ་རྩེ་ལ་གཉིས་གཉིས་བཅས་བཅུ་དྲུག། བཅུ་དྲུག་པོ་རེ་རེ་ལ་བཞི་རེ་བཞི་རེ་བྱེད་དགོས་རེད། རེ་རེ་རྩེ་ནས་བཞི་བཞི་བཞི་བཞི་བྱས་བ་འདི་དྲུག་བཞི་རེ་བཞི་རེད། གསང་གནས་ཀྱི་རྩ་འཁོར་དེ་ལ་ལ་དགུ་བརྒྱ་སྟེ། དགུ་བཅུ་མ་རེ་བ་ཁོན་རེད། ཡང་དེ་གསུངས་གདའ་བ་ན། རོ་བྱང་གཉིས་པོ་དེ་དབུ་མ་ལས་རྟོགས་ཏེ་ཕྲ་བ་བྱེད་དགོས་རེད། དབུ་མ་འབུམ་པ་བྱེད་དགོས་རེད། གཙང་པོར་དུ་གཟུགས་གང་ག་ལ་བ་རྩ་བ་དབུ་མ་ལ་སོགས་ཡ་ཚ་འདྲ་བཞི་རེ་བཞི་རེ་གཟུགས་དེ་ནི་བྷ་ཡ་ག་བྱེད་ནས་སྤྱི་བོ་རྩ་ནས་མ་བྱས་སང་ནི་ནོར་བུའི་རྩིག་གི་རྩ་འདྲ་བརྒྱད་པ་བྱས་ནས་གཙང་འཁོར་དྲུག་བྱས། འཁོར་ལོ་དྲུག། སྤྱི་བོ་བདེ་ཆེན་གྱི་འཁོར་ལོའ་ཟིག་ཏུའང་ད་པས་ན་དབུ་མ་སྙིང་ག་ཁ་ཐུག་ལ་འདོད་པ་གསུང་རུ་གསུང་རུ་བྱས་ནས་རྩ་འདོད་འདོད་པ་ཡིད་དབང་བྱེད་ཀྱིས་ན་འདོད་པ་དྲུག་ཡོད་རེད། རུ་ཆང་གི་ཕག་གསུང་ཚོ་གསུང་འདོད་པ་དྲུག་བརྒྱ་ཤར་ཡན་པ་ཚོ་ཕག་རིལ་ཚོ་རིལ་གྱི་གཉིད་ལས་ཡོང་མ་རེད་ཟེར་ན་གཙང་སྟག་སྤྲུའི་ཁ་ཤུལ་དུ་འོང་ཉེན་ཁ་དེ་རེད། སྤྱི་བོའི་གཙང་པོ་དེ་ལ་སྤྱི་བོ་བདེ་ཆེན་གྱི་འཁོར་ལོ་ཟེར་གྱི་ཡོད་རེད། དེ་ཟེར་དགོས་ཡ་བདེ་བ་ཆེན་པོའི་རྟེན་ཀུན་ད་ལྟ་བུའི་བྱང་ཆུབ་ཡུལ་སེམས་དེ་སྤྱི་བོ་ནང་ལ་ཡོད་རེད། ལྟེ་བ། བྱང་སེམས་དཀར་དམར་གཉིས་ཀ་ཐོག་མར་སྙིང་ག་ལ་ཡོད་རེད་དེ། དེ་ནས་དཀར་པོ་གཅིག་ཡར་ཕྱིན་ནས་སྤྱི་བོ་ལ་ཧམ་ཡིག་ཟེར་ཡ་དེ་རེད། སྤྱི་བོ་ལ་ཀུན་ད་ལྟ་བུའི་བྱང་སེམས་ཨ་མ་འགྲོ་བ་དེ། ཨང་ཀིའི་མཚན་ཐོ་ཨང་ཀི་གཉིས་པ་རེད་བ་དེ་སྤྱིའི་བོད་རྩ་འགུག་གིས་བཏང་ལ་དེ་ཁོ་ལ་བརྟེན་ནས་ཅང་སེན་དཀར་པོ་མང་ཕན་བ་དང་ཕན་ཚུན་གྱི་ལས་ཀ་བྱེད་དགོས་བ་རེད། བྱེད་སྟངས་དེ་འདོད་ས་ཡིན་ན། བདེ་ཆེན་གྱི་ཁོ་ལོ་བདེ་བས་བརྟེན་ཅང་སེན་ཀུན་ད་ལྟ་བུའི་ཅང་སེན་བ་དེ་དལ་ཡོ་ཡིན་ས་བདེ་བ་ཆེན་པོས་བརྟེན་ཏེ་བདེ་ས་ཡིན་ས་བདེ་ཆེན་གྱི་ཁོ་ལོ་ཅེས་བ་རེད། འདྲེན་པ་ལོངས་སྤྱོད་ཀྱི་ཁོ་ལོ་ཟེར་དགོས་ཡ་འདྲེན་པའི་རྩ་འཁོར་ལ་ལོངས་སྤྱོད་ཀྱི་ཁོ་ལོ་ཟེར་དགོས་ཡ་དེ། རོ་དྲུག་ལ་ལོངས་སྤྱོད་པའི་གནས་དེ་རེད། ཁ་ལ་ཟ་མ་ཟ་ཡ་དེ་རོ་དྲུག་ཡོ་དང། སྐྱུར་པོ་ལྔ་པོ།
ཚ་བ་ལན་ཚ་བ་ཁ་བ་དཀར་བ་བཅས་དྲུག་ཡོད་རེད། སྙིང་གར་ཆོས་ཀྱི་འཁོར་ལོ་ཙནྡ་བརྒྱད་ཡོད་སར་ཆོས་ཀྱི་འཁོར་ལོ། ཆོས་ཀྱི་འཁོར་ལོ་ཟེར་དགོས་ཡ་སྟེ། ཆོས་ཟེར་ཡ་འདི་ཀྱི་རྩ་བ་གྲུབ་པ་དེ་འོད་གསལ་རེད། འོད་གསལ་ལྷན་ཅིག་སྐྱེས་པའི་བདེ་བ་འོད་གསལ་འཆར་ས་དེ་ཉིན་འགའི་དབུས་སུ་འཆར་དགོས་རེད། ཉིན་རེ་མིན། གར་ས་མ་རིག་སྒོ་ངའི་འབོ་རྒྱས་པའི་སྲས། འོད་གསལ་ཤར་ས་དེ་གཉི་གའི་ནང་ལ་ཡིན་ཙང་དེའི་གནས་ཡིན་དུས་ཆོས་ཀྱི་འཁོར་ལོ་ཅེས་པ་རེད། ལྟེ་བ་སྤྲུལ་པའི་འཁོར་ལོ་རྩ་འདབ་དྲུག་ཅུ་རེ་བཞི་ཡོད་ས་ལྟེ་བ་སྤྲུལ་པའི་འཁོར་ལོ་ཟེར་གོ་ཡ་སྟེ། ལྟེ་བའི་ནང་ལ་བྱང་སེམས་དམར་པོ་ཆ་གཉིས་པ་དེ་དེ་ཡོད་རེད་གཏུམ་མོ་མེ་ཟེར་ཡ་སྟེ། གཏུམ་མོ་མེ་དེ་འབར་བ་ལ་བརྟེན་ནས་སྤྱི་བོ་དབང་ཡིག་ཞུ་ནས་བདེ་བ་ཆེན་པོའི་ཡེ་ཤེས་སྐྱེ་ཡ་འགོ་བཙུགས་དགོས་ཡིན་ཙང་དེ་ལ་བརྟེན་ནས་རྫོགས་རིང་གི་བསྟོད་པ་གང་ག་ལོག་ཅིག་དགོས་ཡིན་ཙང་ཐོག་མང་རེད་གོ་རྫོགས་རིང་གི་བསྟོད་པ། པའི་གངས་དཀར་པར་སྤྲོད་མཁན་འདྲ་པོ་དེ་ཕར་སྤྲོད་ཚུར་སྡུད་བཞག་གི་ན་སྤྲོད་མཁན་དེ་རེད། བྱས་ཙང། པའི་གངས་དཀར་པར་སྤྲོད་མཁན་འདྲ་པོ་དེ་ན་སྤྲོད་པའི་འཁོར་ལོ་སུ་མིང་བཏགས་པ་རེད། གསང་གནས་བདེ་སྐྱོང་གི་འཁོར་ལོ་ཟེར་དགོས་ཡ་སྟེ། གསང་གནས་ནང་ལ། ལྟེ་བ་ནས་གསང་གནས་ཀྱི་བར་དུ་བྱང་སེམས་ཀླད་པར་ན་བདེ་བ། ལྷན་སྐྱེས་ཀྱི་བདེ་བ་སྐྱེ་འཁོར་དང། ལྷན་སྐྱེས་ཀྱི་བདེ་བ་སྐྱེ་ས་ཡ་ཆད་མ་ཆད་འདྲ་པོ་དེ་གསང་གནས། ནོར་བུའི་རྩེ་ལས་མ་རེད། གསང་གནས་དེ་ཡང་གསང་གནས་རྟགས་ཀྱི་རྩ་བ། པོ་བཀའ་གདམས་ཀྱི་མཚམས་ལས་དུས་ཡོན་གསང་གནས་སུ་སྟེ་ཡི་གེ་ཧ་གོང་སྐུ་ཡང་རིན་པོ་ཚང་གསང་གནས་སུ་སྟེ་ལྷ་གོང་སྐུ་ཡང་གངྒཱ་ལོ། པའི་རྟགས་ཀྱི་ནང་ལ་མང་མ་རེད་དེ་ཡིན་ཙང། ལྷན་སྐྱེས་ཀྱི་བདེ་བ་སྐྱེ་ས་ལྟེ་བ་དང་ནོར་བུའི་རྩིག་གི་དཔའ་རུ་དེ་རེད་གསང་གནས་དེ་རེད་གསང་གནས་དེ་ལ་བདེ་སྐྱོང་ཟེར་དགོས་ཡ་དེ་ལྷན་སྐྱེས་ཀྱི་བདེ་བ་སྐྱེ་ས་གི་ས་ཆ་ཡིན་ཙང་བདེ་བ་སྐྱོང་མཁན་ཡིན་ཙང་བདེ་སྐྱོང་གི་འཁོར་ལོ་ཟེར་བ་རེད། རྩ་འཁོར་ལྔ་དེ་བཅས་ད་གསང་གནས་ཀྱི་རྩེ་མོ་ནོར་བུའི་དབུས་སུ་རྩ།

གཉན་པོ། སྨིན་པ་སྟེ་བག་ཙང་གི་རྩ་འདོད་འཕྲུལ་ཆོ་ཆོ་རོ་བར་བྱེད་ལ་བག་ཙང་ལོ་དང། ད་རྩ་གསུམ་གསལ་བཏབ་ལུགས་དེ་རེད། ད་དེའི་སྒང་ལ་རྩ་ལམ་འབྱུང་དགོས་རེད་རྩ་ལམ་འབྱུང་ཟེར་དུས་སང་ཉིན་རྟ་རྒྱུག་གི་ནི་ད་རེས་བཅུའི་བསྟན་པ་རུ། ད་རེས་རྟ་དེ་ཁྲིད་ནས་ས་ཤུལ་ནང་ལ་ཁྲིད་གཅིག་རྒྱུག་བཞག་ཞོར་དུ་སང་ཉིན་ཁོ་ཡག་པོ་བྱེད་འགྲོ་གི་རེད་དེ་ནང་ལ་ཡར། བཅུའི་མ་བསྟན་པ་ཅིག་སང་ཉིན་ལམ་སང་རྒྱུག་བཞག་ཁ་བྱེད་དུ། ས་ཤུལ་སྒང་ལ་ཡར་ཐོན་ཡོང། ཨ་ནི་ཟླ་ཕྱེད་ཟླ་བརྒྱད་མ་ཐོབ་བར་རྟའི་དབུགས་དབྱུག་མང་པོ་བྱེད་རྒྱུ་ཡོད་རེད། དེ་འདྲ་ཡིན་ཙང་སྔོན་ལ་གྲ་སྒྲིག་གི་ཚོད་རེ་བོ་དེ་ལ་རྩ་རླངས་སྦྱོང་བ་དེ་དགོས་རེད། རྩ་རླངས་སྦྱོང་བ་ཟེར་ཡ་དེ་བས་སློབ་སྦྱོང་བྱས་ནས་ཨ་ལི་བྷ་དཔེ་ཆ་ལ་མ་སོང་དཔེ་ཀློག་རྒྱབ་པའི་བཟོ་རེ་བོ་མ་རེད། སྦྱོང་བ་ཟེར་ཡ་དེ་ཉེས་སྐྱོན་སྦྱོང་བའི་དོན་རེད་རྩ་ཡི་ཉེས་སྐྱོན་སྦྱོང་བ་ཟེར་བ་རེད། ལུས་ནང་གི་རྩ་ཐུར་ཚ་རྩ་ཁ་ཤས་ཉམས་ནས་ཉམས་པ་དེ་འདྲ་ཡོད་རེད་ཡ་ཁོམ་བདེ་བོ་ཡོད་རེད། ང་ཞར་འགྲོ་བ་དེ་འདྲས་རླུང་མ་རོག་ཅིག་རྩ་ཏོག་ཏོག་ཞར་འདེབས་ཡང་ལྕོག་ལྕོག་ཆགས་འགྲོ་བ་དེ་འདྲས་ཡོག་རེད་ཧོ་དུ་སུ་གང་ག་འབྱུང་ནས་བའི་ཉམས་པ་ཡག་སུ་ཁུང་བ་དུ་སུ་དང་ཞར་བ་དང་ཕྱོགས་བ་དུ་སུ་བ་སོང་ནས་ཡོ་སོང་ནས་བ་ཁར་ཁ་ཐུག་ཡག་པོ་བྱས་ཤིང་ལྕོག་ལྕོག་སོང་བ་ནང་བཞིན་དེ་ཟེར་གི་རེད་དེ་ཡིན་ཙང་ད་དེ་ལ་རྩ་ལང་འབྱུང་ལུགས་དེ་རྩ་སྲུང་གསལ་བཏབ་ཨ་ནི་རང་སྡིག་འཇོག་ཡོ་ཡོང་དུ་ཟེར་བའི་སྙིང་གའི་འདུག་སྟེགས་དབུས་སུ་རང་སེང་ཐིག་ལེ་དཀར་དམར་འོད་འཕྲོ་བ་ཆེ། དམིགས་པ་བྱེད། དེ་ལས་སྐར་མ་རུ། དེ་ལས་སྐར་མ། སྐར་ལ་མང་པོ་སྐར་མ། རང་བསྡེབས་འཇོག་བྱས། ནང་ལོགས་ཀྱི་རྩ་ལམ་དུ་རྩ་དང་བུ་རླུང་དང་ཐིག་ལེ་གསལ། མིག་གིས་ཕར་ལྟ་དུས་ཕིག་གི་རིས་དེ་ལྟད་མོ་ལྟ་མཁན་འདྲ་བོ། དེ་འདྲ་བྱས་ནས་བསྐལ་པ་འགུང་བཞག་ནས་ཕན་ཡག་ཡོད། སོ་སོ་ཐིག་ལེ་དེ་ལ་མ་ཞུགས་པར་རང་ཐིག་ལེ་དེ་ཡིན་པར་བྱས། སོ་སོ་ཐིག་ལེ་དཀར་དམར་དེ་བཅས་ཕག་གི་དབུགས་སུ་ལྟ་དུས་གཙང་ནི་བའི་རྩ་འཁོར་གྱི་དབུས་སུ་སྙིང་གའི་མདོ་སྡེ་ནང་ལ་ཡོལ་བསྡད་པ་བཞིན། ཕྱི་ལུགས་ལ་གདེང་འཇོག་གི་སྐུ་གཟུགས་ཡང་དབུ་དང་མ་ཞབས་ཕྱི་དང་ཕྱི་ལ་ཡོལ་བསྡད་པ་རང་ཐིག་ལེ་དེ་ཡིན་པ་འདྲ་པོ་བྱེད་དགོས་པ་རེད། རང་ཐིག་ལེ་དེ་ཡིན་པ་བྱས་ནས་ཡང་གི་དབུགས་སུ་བལྟས་ཙང། དབུ་མའི་ལམ་ནས་དུང་བུ་རེ་བཏུང་བ་རེ་བ་རྩ་དབུ་མ་སྟོང་པ་ཡོད་རེ་བ་ཡར་བལྟ་ཙང་དེ་ནས་དུང་བུ་གཅིག་འགྲོ་ས་ཅིག་འདུག་སའང་ཐིག་ལེ་དེ་ཧྲིག་ཧྲིག་ཧྲིག་ཧྲིག་ཡར་ཡོང་ནས་འདྲེས་པ་བར་དུ་ཡོང། ཡེ་ནས་ཡང་འགྲོ་ས་ཅི་འདུག་སང་ཡག་རེད་རེད་རེད་རེད་འགྲོ་འདྲེན་པ་ནས་ད་མདོར་འགྲོ་ས་ཡོག་རེད་ཡག་ཡག་ཡག་ཡག་འགྲོ་ནས་སྤྱི་བོའི་རྩ་འགོག་གི་དུ་ནང་ལ་འགྲོ། ད་འདི་རེད་བ། ཐིག་ལེ་དེ་འོད་འཕྲོ་དེ་ཡོག་རེད་བ་སྤྱི་བོའི་རྩ་འགོག་ནང་ལ་འོད་འཕྲོ་ནས་ཞོ་མང་པགས་ནས་ཀོ་ཡང་རྒྱབ་ཏུ་བཟོ་རོགས་རེད་དཔེར་ན། ཁོ་པ་ནང་ལོག་ལ་ཞོ་མང་དེ་པགས་ཞོ་མང་ཁེངས་འདུག་སྟབས་ཀྱིས་ན་སྒེའུ་ཁུང་གང་ག་ནས་འཕགས་ཞོ་མང་ཕོར་བོར་དང་དེ་ག་ནང་བཞིན་སྤྱི་བོའི་རྩ་འགོག་ནང་ལ་འཕགས་ཐིག་ལེ་དེ་གི་འོད་དེ་སྤྲོས་པས་འགོག་དུས།

ཉི་གདུགས་ཀྱི་རྩེ་མ་ཁ་བོ་བ་ནང་ཞིག་ཡོད་དེ་མཐོང། དེ་མཐོང་བ་ནི་ཨ་མདོ་དབུ་གུར་གཏད་རྫ་འོད་དེ་གི་རྐྱེན་གྱིས་སྤྱི་བོའི་རྩ་འཁོར་གྱི་རྩ་འདབ་དེ་ལྷོད་རུ་ལྷོད་རུ་སོང། ལྷོད་རུ་སོང་ཙང་ནང་ལུགས་ཁོག་སྟོང་དུ་ཆེ་རུ་སོང་བས་བས་ཧྲང་ཧྲང་ཡག་པོ་ཆགས། དེའི་རྒྱས་པའི་རྐྱེན་གྱིས་ཨ་ནི་རྩ་ཉམས་པ་དང་སོ་ཁུངས་པ་དང་ཞར་བ་དང་ཕྱོགས་པ་ན་སངས་ནས་ཨ་བས་ཤིན་ཏུ་གཉན་པོ་ལས་སུ་རུང་བ་བས་སྣུམ་ཞིང་དྭངས་བས་ཤིན་ཏུ་གསལ་བ་ཞིག་ལ་གྱུར་སོང་བསམ་པ་ཉིད་ཀྱང་དེ་འབྱུང།

ལྟས་ཚིག་མ་ཆགས་ཚིག་མ་དོན་ནི་མ་གཟུགས་ཀུན་མ་བལྟ་དགེ་ཀུན་མ་བལྟ་མཁས་འགྲུབ་བྱེད། དེ་ཅི་ལྟས་དུས་ཨ་ནི་རང་ལུས་བདེ་མཆོག་ཡུམ་ཕག་མོ་སྐུ་མདོག་དམར་པོ་ཡེ་ཨུ་ཉི་ཞལ་དང། རྒྱན་དང་ཆ་ལུགས་ཡོངས་སུ་རྫོགས་པ་ཡོད་རེད་དེ་འཐུང་ཙང་ཨ་ནི་རང་གི་ལུས་དེ་བདེ་མཆོག་ཡབ་ཡུམ་གྱི་པའི་སྐུ་ལ་གསལ་བར་མཐོང་ནས་བའི་དགའ་སྤྲོ་ཆེན་པོ་བྱུང། དེ་ནི་ཡར་ལོག་དགུ་རེད་ཡང་ཡར་ལོག་འགྲོ་སྤྱི་བོ་ནས་འགྲོ་སྤྱི་བོ་ནས་མ་མ་བོར་བའི་འདྲེན་པའི་དབུས་མདོའི་ཁ་ཐུག་ལ་འགྲོ་ཨ་ནི་འདྲེན་པའི་རྩ། ནས་རྩ་འདབ་བཅུ་དྲུག་པོ་དེ་རྣམས་འོད་ཟེར་ཕར་འཕྲོས་ནས་རྩ་ཁང་ཡང་རྩ་རླངས་འབྱུང་དེ་གི་ནང་བཞིན། རོ་བྱང་གཉིས་པོ་དེ་མ་ཤེས་ནས་ཞལ་ར་ལྷོད་ལྷོད་ཡིན་པ་གང་ཞིག་ལ་ད་བར་དུ་ཡང་རང་སེང་ཐིག་ལེ་དེ་མའི་རྩ་འཁོར་སོ་སོ་ན་ལྷས་འོངས་ཏེ་དེ་བསྡམས་བསྡད་མཁན་གྱི་རོ་བྱང་གི་འདོད་པ་དེ་བས་ལྷོད་རེ་ཕྱིན་ནས་རྩ་འཁོར་དེ་ལྷོད་པོར་སོང། རྩ་འདབ་ཀྱི་ནང་ལ་ཕབ་འོད་གསལ་བ་ཅན་འོད་ཀྱི་བ་རྒྱངས་ནས། ནི། དེ་གི་ནང་བཞིན་ཡང། རྩ་འདབ་སོ་སོ་ན་ལས་འོད་ཀྱི་བ་གསལ་བར་བྱས་ནས་རྩ་ཉམས་པ་སོ་གོང་བ་དང་ཞལ་བ་དང་ཕྱོགས་བ་ན་སོ། རྩ་ཤིན་ཏུ་མཉེན་པ་ལས་སུ་རུང་བ་གྱུར་སོང་སྣུམ་ཞིང་དྭངས་བ་ཅིག་ལ་གྱུར་སོང་བསམ་པར་བྱ། དེ་ནས་ཐིག་ལེ་དཀར་དམར་འོད་འཕྲོ་བ་དེ་འོད་ཟེར་འོད་ཁྲུང་ཁྲུང་ལ་མར་བར་ཡོང་ནས་འོ་མའི་ནང་ལོགས་མར་རུ་སྙིང་ག་ལ་ལས། སྙིང་ག་ལས་དེའི་ད་ག་དང་བཞིན་སྙིང་གའི་རྩ་འདབ་ལྷོད་རུ་སོང། རྩ་འདབ་བརྒྱད་ཀྱི་ནང་དུ་འོད་འཕྲོས་ཡང་རྩ་རྩ་གི་ཉེས་སྐྱོན་སྦྱངས། དེ་ནས་མར་འགྲོ་ནས་ལྟེ་བའི་རྩ་འགུལ་ནང་དུ་འགྲོ་ཡང་རྩ་ཡི་ཉེས་སྐྱོན་སྦྱངས།